བཀྲ་ཤིས་བདེ་ལེགས། ད་ནི་དེ་རིང་སྔ་ཚོད་ཅིག་ཅར་གོས་འཆའ་བ་མཛད་རྩ་བ་ནས་དཀྲུགས་པའི་སྐབས་གསུམ་པ། རྒྱུ་མཚན་གཉིས་ཀྱིས་ཐེག་པ་རྣམ་པར་བཞག་པའི་ནང་ཚན། དབུ་མ་པའི་སྐོར་གྱི་སློབ་ཚན་བཅུ་གཅིག་པ་དེ་འགྲོ་ཡ་ཡིན། ད་ནི་དེ་རིང་གི་བརྗོད་གཞི་ཡིན་ན་གཞུང་ཆེན་མོ་དབུ་མ་བྱས་པ་ཟེར་བ་འདི་འདྲ་ཞིག་རེད། ད་ནི་འདི་ལ་ཡང་ནང་གསེས་ཀྱི་གཞུང་ཆེན་མོ་དང་ཕྱོགས་འཛིན་པའི་དབུ་མ་ཟེར་བ་གཅིག་དང་བཤད་ཚུལ་གསུམ་གྱི་རྣམ་བཞག་ཟེར་བ་འདི་འདྲ་གི་བརྗོད་གཞི་གཉིས་འདུག། ད་ནི་དང་པོ་གཞུང་ཆེན་མོ་དང་ཕྱོགས་འཛིན་པའི་དབུ་མ་ཟེར་བ་འདི་རྩ་བ་ཡིན་ན། ཟབ་མོ་སྟོང་པ་ཉིད་ཀྱི་གཏམ་གྱི་གཞི་གཞུང་གི་ཆེན་མོ་འཕགས་པ་ཡབ་སྲས་ལུགས་ནི་སྐབས་གསུམ་གྱི་མཆེད་ཀྱི་མཁས་རྣམས་མ་ཀྱི་ཚིག་རྐང་གསུམ་སོང་བ་རེད། ད་ནི་འདིའི་དོན་དག་ཡིན་ན། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པའི་གསུང་རབ་སྤྱི་དང་ལྷག་པར་དུ་བཀའ་བར་པ་མཚན་ཉིད་མེད་པའི་ཆོས་འཁོར་རམ། ཡང་ན་ཞེར་བྱིན་གྱིས་མདོ་སྡེ་རིན་པོ་ཆེ་གི་ནང་དུ་བསྟན་པའི་སྟོང་པ་ཉིད་ཀྱི་རྣམ་གཞག་དེ། གཏན་ལ་འབེབས་པའི་གཞི་སྟོང་པ་ཉིད་ཀྱིས་གཏམས་ཏེ་བཤད་པའི་གཞི་ལྟ་བུ་དེ་ཁུངས་ལྟ་བུ་དེ་གང་རེད་ཅེས་ལབ་པ་ཡིན་ན། འི་ནི། དབུ་མ་པའི་གཞུང་ཀུན་གྱི་རྩ་བ་གྱུར་པ་འཕགས་པ་ཡབ་སྲས་གཉིས་ཀྱི་ལུགས་དེ་རེད་ཅེས་གསུང་གི་ཡོད་པ་རེད། འཕགས་པ་ཡབ་སྲས་གཉིས་ཀྱི་གཞུང་ལུགས་ནི་བསྟན་པའི། སྟོང་པ་ཉིད་ཀྱི་ལྟ་བ་དེ་ལྟ་ན་འབད་པར་བྱེད་པ་ལ་ནི་སྐུ་པ་གསུམ་གྱི་སྒོ་ནས་བཤད་དགོས་ཀྱི་ཡོད་པ་རེད་ཟེར་བ་འོ་དེ་འདྲ་གི་དོན་དག་ཅིག་ཡིན་པ་རེད། དེ་ནས་སྤྱིར་བཏང་གཞུང་ཆེན་པོའི་དབུ་མ་ཞེས་ལབ་པ་ཡིན་ན་འདི་སྐབས་ཀྱི་གཞུང་ཟེར་བ་དེ་དབུ་མ་པའི་གཞུང་ཞེས་ལབ་ཀྱི་ཡོད་པ་རེད་ཡང་ན་སྟོང་པ་ཉིད་སྟོན་པའི་གཞུང་འོ་དེ་ཟེར་གྱི་ཡོད་པ་རེད། ཡིན་ཙང། སྟོང་པ་ཉིད་སྟོན་པའི་གཞུང་ངམ་ཡང་ན་དབུ་མ་པའི་གཞུང་ཐམས་ཅད་ཀྱི་ཆེན་མོ། ཆེན་མོ་ཟེར་བ་དེ་རྩ་བ། ཡང་ན་འབྱུང་ཁུངས་འོག་དེ་ཟེར་གྱི་ཡོད་པ་རེད། ཡིན་ཙང་དབུ་མ་པའི་གཞུང་ཐམས་ཅད་ཀྱི་ཆེན་མོའམ་རྩ་བ་ལྟ་བུ་དེ་འཕགས་པ་ཡབ་སྲས་གཉིས་ཀྱི་གཞུང་ལུགས་རེད། མགོན་པོ་ཀླུ་སྒྲུབ་ཀྱི་རིགས་ཚོགས་བསྒྲིགས་དང། དེའི་སློབ་མ་སློབ་དཔོན་ཨ་རྱ་འདས་དབུས་དབུ་མ་བཞི་བརྒྱ་པ་ལ་སོགས་པ་དེ་དག་དབུ་མའི་གྲུབ་མཐའ་སྨྲ་བའི་གཞུང་ལུགས་ཐམས་ཅད་ཀྱི་རྩ་བ་རེད་ཟེར་བ་འོག་དེ་འདྲ་གི་དོན་དག་ཅིག་རེད། དེ་ནས་མགོན་པོ་ཀླུ་སྒྲུབ་དང་ཨ་རྱ་འདས་དབུ་གཉིས་ལ། གཞུང་ཆེན་མོ་དབུ་མ་བ་ཟེར་ནི་དབུ་མ་བ་ཐམས་ཅད་ཀྱིས་གཙུག་ཏུ་བཀུར་བ་དང་དབུ་མ་བ་ཐམས་ཅད་ཀྱིས་ཡིད་ཆེས་པའི་གནས་སུ་འཛིན་གྱི་རེད་ཟེར་བ་དེ་འདྲ་གསུང་གི་ཡོད་པ་རེད་དེ་ག་རེ་ལབ་ན་མགོན་པོ་ཀླུ་སྒྲུབ་དང་ཨ་རྱ་འདས་བ་གཉིས་ཀྱི་གཞུང་གི་ནང་དུ་ཐལ་འགྱུར་མཐའ་པ་དང་རང་རྒྱུད་མི་མཐུན་པ་ཡང་ན་རང་རྒྱུད་འགྲིག་པ་དང་ཐལ་འགྱུར་མི་འགྲིག་པ་ལ་སོགས་པ་དེ་འདྲ་གི་རྣམ་གཞག་མེད་པ་གཅིག་ཡུམ་ཆེན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའམ་བཀའ་བར་པ་མཚན་ཉིད་མེད་པའི་ཆོས་འཁོར་གྱི། སྤྱིར་བཏང་གི་དགོངས་པ་དེ་མ་བསྒྲལ་བཞག་པ་ཙམ་མ་གཏོགས་བྱེ་བྲག་གིས་མཐའ་འགྱུར་མཐའ་བ་དང་རང་བརྗོད་མི་ཐོབ་པ་ལ་སོགས་པའི་རྣམ་གཞག་དེ་འདྲ་གང་ཡང་གསུངས་ཡོད་པ་མ་རེད། ཡིན་ཙང་དབུ་མ་པ་ཐམས་ཅད་ཀྱིས་ཁོང་རྣམ་པ་གཉིས་ཀྱི་གཞུང་ལུགས་དེ་རང་ཉིད་ཀྱི་ལྟ་གྲུབ་ཀྱི་ཁུངས་སུ་བརྩི་གི་རེད་ཟེར་བ་འོ་དེ་འདྲ་གི་དོན་དག་རེད། ཡིན་ཙང་མགོན་པོ་ཀླུ་སྒྲུབ་དང་ཨ་རྱ་འདས་པ་གཉིས་ལ་གཞུང་ཆེན་མོ་དབུ་མ་བ་ཟེར་གི་རེད་ཟེར་བ་འོ་དེ་འདྲ་ཅིག་རེད། ད་ནི་ཕྱོགས་འཛིན་པའི་དབུ་མ་པ་ཟེར་བ་དེ་ལ་ཐ་འགྱུར་བའི་ཕྱོགས་འཛིན་མཁན་གཅིག་དང་རང་བརྗོད་པའི་ཕྱོགས་འཛིན་མཁན་གཅིག་ནི་ཕྱོགས་ཁག་གཉིས་ཡོད་པ་རེད། ཐ་འགྱུར་བའི་ཕྱོགས་འཛིན་མཁན་དེ་སློབ་དཔོན་སངས་སྐྱིད་ཅང་དང་ཟླ་བ་གྲགས་པ་ཤེས་པ་ལྷ་ལ་སོགས་པ་ཡིན་ཟེར་གྱི་ཡོད་པ་རེད། སློབ་དཔོན་སངས་སྐྱིད་ཅང་དེ་སྤྱིར་བཏང་མགོན་པོ་ཀླུ་སྒྲུབ་ཀྱི་དངོས་སློབ་ཡིན་པ་དང་ད་ནི་དབུ་མ་པ་རྣམས་ཀྱི་ནང་ནས་ཀྱང་སྔ་རབས་སུ་བྱུང་བ་དེ་འདྲ་གཅིག་ཡིན་པ་རེད། ཡིན་ན་ཡང་སློབ་དཔོན་སངས་སྐྱིད་ཅང་གྱིས། བརྩམས་པའི་རྩ་བ་ཤེས་རབ་ཀྱི་འགྲེལ་བ་བུདྡྷ་བཱ་ལི་དག་གི་ནང་དུ་རང་བཞིན་གྱིས་གྲུབ་པ་ཁས་བླངས་ན་མི་འགྲིག་པའི་ཚུལ་དེ་མང་པོ་ཅིག་གསུངས་ཡོད་པ་ཡིན་ཙང་དེ་ཡང་ཕྱོགས་འཛིན་པའི་དབུ་མ་འབའ་ཞིག་ལབ་དགོས་ཡོད་པ་རེད། ཟླ་བ་གྲོགས་པ་དེ་རིགས་ཀྱང་ཕྱོགས་འཛིན་པ་རེད་ག་རེ་ལབ་ན། སློབ་དཔོན་སངས་རྒྱས་བསྐྱངས་ལ་ལེགས་ལྡན་འབྱེད་ཀྱི་དགག་པ་བརྒྱབ་པ་དེ་ལ་ཟླ་བ་གྲགས་པས་དགག་ལན་བརྒྱབ་ནས་ཐལ་འགྱུར་འཐད་ཀྱང་རང་རྒྱུད་མི་འཐད་པའི་ཚུལ་དེ། མང་པོ་གསུངས་ཡོད་པ་རེད་ཡིན་ཙང་ཟླ་བ་གྲགས་པ་ཡང་ཕྱོགས་འཛིན་པའི་དབུ་མ་པ། ད་ནི་སློབ་དཔོན་ཞི་བ་ལྷ་དེ་ཡང་ཕྱོགས་འཛིན་པའི་དབུ་མ་པ་རེད་ཟེར་གྱི་ཡོད་པ་རེད་དེ་ག་རེ་ལབ་ན་ཁོང་གིས་བརྩམས་པའི་ལྷ་བཏུལ་དང་སྤྱོད་འཇིག་ལ་སོགས་པའི་ནང་དུ་ཨ་ནི་ཨ། ཉན་ཐོས་སྡེ་པ་གཉིས་དང་སེམས་ཙམ་པ་དང་དབུ་མ་རང་སྤྱོད་པའི་ལྟ་བ་ལ་སོགས་པ་ལ་ནས་དགག་པ་མང་པོ་བརྒྱབ་ཡོད་པ་དེ་འདྲ་ཅིག་རེད། ཡིན་ཙང་གཙོ་བོ་འདི་གསུམ་དེ་དབུ་མ་མཐའ་འགྱུར་བའི་ཕྱོགས་འཛིན་པའི་དབུ་མ་བ་རེད་ད་དུང་དབུ་མ་མཐའ་འགྱུར་བའི་ཕྱོགས་འཛིན་པའི་དབུ་མ་བ་མང་པོ་ཡོད་པ་དེ་འདྲ་ཞིག་རེད། དེ་ནས་སློབ་དཔོན་ལེགས་ལྡན་རྒྱལ་དང་སྤྱན་རས་གཟིགས་བརྟུལ་ཞུགས་སློབ་དཔོན་ཞི་བ་འཚོ་ཡེ་ཤེས་སྙིང་པོ་གང་མང་ལ་བྱས་ལ་འདི་དག་ལ་དབུ་མ་རང་རྒྱུད་པའི་ཕྱོགས་འཛིན་པའི་དབུ་མ་བ་ཟེར་གྱི་ཡོད་པ་རེད། སློབ་དཔོན་ལེགས་ལྡན་རྒྱལ་གྱིས་སློབ་དཔོན་སངས་རྒྱས་བྱང་ལ་དགག་པ་བརྒྱབ་ནས་དབུ་མ་རང་རྒྱུད་པའི་ཤིང་རྟའི་སྲོལ་བྱས་པ་རེད། དེའི་རྗེས་སུ་འབྲངས་པའི་སློབ་དཔོན་སྤྱན་རས་གཟིགས་བརྟུལ་ཞུགས་དང། དེ་ནས་སློབ་དཔོན་བྱིས་པ་ཚོ་ཡེ་ཤེས་སྙིང་པོ་ཀ་མ་ལ་བཞི་ལ། འདི་དག་ཐམས་ཅད་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པར་ཁས་ལེན་པའམ། ནི་ཐ་སྙད་དུ་རང་གི་མཚན་ཉིད་ཀྱིས་གྲུབ་པར་ཁས་ལེན་པ། ཡང་ན་ཞི་ཆགས་ཀུན་ཁྱབ་ཀྱི་ལུགས་ལྟར་དུ་བཤད་པ་ཡིན་ན། ནི་ཐ་སྙད་དུ་ཁས་ལེན་ཡོད་པ། ནི་ཐ་སྙད་དུ་ཆོས་ཐམས་ཅད་ཀྱི་རྣམ་བཞག་ཁས་ལེན་པ། འོ་དེ་འདྲ་གི་དབུ་མ་པ་ཡིན་ཙང་དབུ་མ་རང་རྒྱུད་པའི་ཕྱོགས་འཛིན་པའི་དབུ་མ་པ་རེད་ཟེར་གྱི་ཡོད་པ་དེ་འདྲ་ཞིག་རེད།